དོན་རྐྱེན་ཆེན་པོ་དེ་དག་གི་འབྱུང་རྐྱེན་གཙོ་བོ་ནི་སྟག་ཉག་རྫོང་རེད་ཟེར། སྤྱིར་ཆོས་རྒྱལ་སྲོང་བཙན་སྒམ་པོ་ནས་བཟུང་ཁོ་པའི་མི་རབས་གོང་མ་རྣམས་ནས་སྤུ་རྒྱལ་གྱི་ཆོས་སྲིད་གཉིས་དང་ལྷག་པར་ཆོས་ཕྱོགས་ལ་མཛད་རྒྱས་ཧ་ཅང་ཆེ་ལ་ཉག་རྫོང་གི་སྤུན་མཆེད་གཞན་རྣམས་ཀྱང་ཆོས་ལ་ལྷག་བསམ་རྣམ་དག་བྱེད་མཁན་ཤ་སྟག་ཡིན། འོན་ཀྱང་སངས་རྒྱས་ཀྱིས། སྤུན་ཁྱེད་ལ་ལྷས་བྱིན་དང་ལི་སྐར་ཟེར་བ་བྱུང་འདུག་པ་ལྟར་ཉར་བཟང་ནས་དང་པོ་བཤད་དུས་ནས་འདི་ལ་དགའ་ཞིང་ཁྱོད་ལ་མི་སྨོད་མཁན་ཞིག་ཡིན། ཕ་མ་རྣམས། ཁྱོད་སེམས་ཧ་ཅང་མཁས་པས་བུ་རྒན་པ་རབ་འབྱོར་ཁྱིམ་དང་དཔོན་གནས་བཟུང་རྒྱུ་དང་ཆུང་བ་རྣམས་ཁྱོད་ལ་ཞུགས་པར་བསྐོས་ཡང་ཉར་བཟང་གིས་མ་ཉན་པར་དམག་ལ་ཞུགས་ཤིང་མཚན་ལྟས་མཁན་པོ་མང་པོས་ཁོ་བོའི་ལུས་ཀྱི་ཤ་མཚན་དང་ཤོལ་ལམ་ལ་བལྟས་ཏེ་ཤི་ནས་དམྱལ་བར་འགྲོ་བའི་ལུང་བསྟན་མང་པོ་བརྒྱབ་མྱོང། ཁོ་པས་ཀྱང། ང་ཨ་ཤའི་དུས་ནས་དམྱལ་བར་འགྲོ་རྒྱུ་ཐག་ཆོད་ཚར་བའི་མི་ཞིག་ཡིན། ཞེས་གཞན་ལ་འགྱིག་སྐོར་བྱེད་པ་དང། ཁྲལ་དུས་ཅན་དམྱལ་བར་འགྲོ་བ་བྱེད་ཆུང་གཅིག་གི་ཁྱད་པར་གང་ཡང་མེད། ཀྱེ་མི་དགེ་སྐྱོ་དང་མཚམས་མེད་ང་བོ་མ་བྱས་པ་སྣ་གཅིག་མེད། ཐེངས་ཤིག་སྟག་ཉར་རྫོང་རབ་ཏུ་བྱུང་འདུག་ཀྱི་མི་ཚང་མས་ཡ་མཚན་དངོས་བྱུང་ལྟར་དུ་གླེང་བ་དང་སྲིད་བློན་གྱིས་ཀྱང། ཁོ་པ་བློ་དགའ་སྐྱིད་ཁུག་ན་ཁྱིམ་རྒྱུད་ཆེན་པོའི་བུ་རྒྱུད་སོང་སྟབས་མི་རབས་གོང་མ་རྣམས་ལྟར་མ་འོངས་པར་ཡག་པོ་ཞིག་ཀྱང་འཁྱོག་སྲིད་སྙམ། འོན་ཀྱང་ཉར་རྫོང་རབ་ཏུ་བྱུང་དོན་ནི་བློ་དགའ་ཁྱོད་ལ་ཕྱོགས་ནས་མ་ཡིན་པར། དམིགས་ཡུལ་གཞན་ཞིག་ཡིན་པ་དང་དམིགས་ཡུལ་ངོ་མ་ཤེས་སྐབས་འཆི་ཐག་ཆོད་ཟིན་པས་སྲིད་བློན་སྦིར་ལམ་ཚང་ན་འགྱོད་པ་དེ་ལས་ཆེ་བ་བྱེད་མྱོང་མེད་ཟེར། ཁྱོད་ཅག་ཁྲི་སྲོང་ལྡེ་བཙན་གྱི་སྲོག་བསྟོད་ཅིང་ཁྲི་ལྡེ་སྲོང་བཙན་གྱི་ལག་བསྟར་གནང་བའི་ལམ་སྲོལ་གསར་པ་བཤིག་ནས་བཙན་པོའི་འོག་ཏུ་ཁྱོད་སུས་སྙིང་རྗེ་དབང་ཚད་མཐོ་ཤོས་ལ་བན་དེ་བཀའ་ཆེན་མོ་ཞེས་པ་ཞིག་བསྐོ་གཞག་བྱེད་སྲོལ་དར་ཡོད་པ་དང། བན་དེ་བཀའ་ཆེན་མོའི་བཀའ་གང་ཞིག་གནང་བ་ནང་ནས་བཙན་པོའི་བཀའ་དང་མཚུངས་པ་གར་ཆེན་པོ་དང་ནུས་པ་ཆེན་པོ་ཡིན་པས་སྲིད་བློན་ལས་ཀྱང་དབང་ཚད་ཆེ་བ་ཡོད། བན་དེ་ཀ་ཆེན་མོའི་གོ་གནས་ཐོབ་པ་ལ་རབ་བྱུང་ཡིན་དགོས་པས་རྟགས་ཉར་བཟུང་དང་འདྲ་བའི་ཧམ་སེམས་དང་འདོད་རྔམ་ཅན་མང་པོ་ཞིག་དེའི་དོན་དུ་རབ་ཏུ་བྱུང་བ་རེད་ཟེར། སྐབས་དེར་བན་དེ་ཀ་ཆེན་མོ་ནི་བྲན་ཀ་སྤར་གྱི་ཡོན་ཏན་ཡིན་པས་ཐོག་མར་དེ་ལ་རྒྱབ་རྟེན་སྐྱོར་དགོས་པ་མཐོང་སྟེ། སྤར་གྱི་ཡོན་ཏན་གྱི་མདུན་ནས་རབ་ཏུ་བྱུང་སྟེ་མིང་ཡང་སྤར་གྱི་རྡོ་རྗེ་ཞེས་བཏགས་པ་དང། དེ་ནས་བཟུང་བྲན་ཀས་བྲན་དང་མཚུངས་པར་ཞབས་ཞུ་ཞུ་བ་དང་དཔེ་ལེགས་འགྲམ་ནས་འགུལ་ཐབས་གང་ཡང་བྱེད། ཕྱོགས་དཀྱིལ་ནས་བཙན་པོའི་བཙུན་མོ་དང་རང་གི་སྲིང་མོ། ལྷ་ལུང་བཟང་མེ་ཏོག་མ་དང་བན་དེ་བཀའ་ཆེན་མོ་བྲན་ཀ་དཔལ་ཡོན་གྱི་དབང་ཤུགས་ལ་བརྟེན་པ་དང། ཕྱོགས་དཀྱིལ་ནས། ཀུན་གྱིས་དད་མོས་བྱེད་པའི་སྤུན་མཆེད་འདུལ་བ་འཛིན་པ་ཆེན་པོ་རབ་འབྱོར་དབྱངས་སོགས་བེད་བྱས་ཏེ་དགོན་པ་དང་གཙུག་ལག་ཁང་བཞེངས་པར་ཁ་གཡར་ནས། ཚོང་གཉེར་མཁར་ལས་བྱེད་པ་དང་གསང་བའི་སྒྲིག་འཛུགས་བཙུགས་ཏེ་རང་གི་སྟོབས་ཤུགས་རྒྱ་ཆེར་བཏང། ཉག་རྫོང་གིས་ཡར་བུའི་རི་ལ་གནས་ཞིག་སྐྱེས་ཏེ་ཤི་ཚུར་དགོན་པ་ལྟར་དུ་བསྐྱོད་ཞིང་དོན་དམ་དུ་གྲོགས་དང་སྐྱོ་ར་ལ་བརྟེན་པའི་གྲོགས་པོའི་མཁའ་ལས་རྒྱ་ཆེར་བཞད་པ་དང་མི་རྣམས་དོགས་འདྲོག་མི་ཡོང་བའི་ཆེད། ཡར་བ་དར་ན་ལྷ་ས་དར་བ་དང་ཡར་བ་གུས་ན་ལྷ་ས་གུས་ཅེས་པའི་གླེང་ཕྱོགས་བཟོས་པ་ལས་དམངས་རྣམས་མགོ་བོ་རྨོངས་ཏེ་ཞབས་འདེབས་འབུལ་མཁན་ཡང་ཧ་ཅང་མང་པོ་བྱུང། ཡེར་བ་མཁར་ལེ་ལ་རྨོངས་ཀྱི་རྒྱབ་ཤོར་ཐོབ་ནས་སྙན་གྲོགས་ཇེ་ཆེར་གྱུར་པ་དང། བྲན་གྱི་རྒྱབ་ཤོར་འོག་ཐིས་པ་རིམ་འཛེགས་ཀྱིས་བསམ་ཡས་ཀྱི་མཁན་པོའི་གོ་གནས་ཀྱང་ཐོབ། གོ་གནས་དེ་ནི་བཅོམ་ལྡན་འདས་ཀྱི་རིང་ལུགས་པ་རྣམས་ཀྱི་ནང་ནས་ཆེས་གལ་གནད་ཆེ་བའི་གོ་གནས་མཐོ་ཤོས་ཤིག་ཡིན། ད་དུང་བཙན་པོའི་སྐུ་མདུན་ལ་ག་དུས་ཀྱང་བསྐྱར་ཆོས་པ་བྱུང་བ་སོགས་ཁོ་ཡི་དབང་ཐང་དང་གཟིགས་ཤུགས་ཉིན་རེ་ལས་ཉིན་རེར་ཇེ་ཆེར་གྱུར། ནམ་ཞིག་བྲན་ཁ་པ་ཡང་མེད་པར་གྱུར་ཚེ་རང་ཉིད་བན་དེ་ཀ་ཆེན་མོར་ཆགས་རྒྱུའི་གདེང་ཚོད་རྙེད་པ་འདྲ། རང་གི་སློབ་དཔོན་བྲན་ཁ་དཔའ་ཡོན་ལ་ཉེས་འགེལ་བྱེད་འགོ་བཙུགས་ཏེ་ཕྱོགས་དཀྱིལ་ནས་བྲན་ཁ་དཔའ་ཡོན་སྡོམ་པ་ཤོར་ཟིན་པས་བན་དེ་བཀའ་ཆེན་མོ་ཞེས་པའི་ཐོབ་ཐང་མེད་ལུགས་བཤད་པ་དང། དེ་ལས་ཀྱང་ཚབས་ཆེ་བ་ཞིག་ནི་བཙན་པོའི་བཙུན་མོ་དང་ཚུར་མིན་བྱས་ལུགས་བཤད་པ་དེ་རེད། ཉལ་བཟང་གིས་ཐོག་མར་མི་གཞན་བརྒྱུད་བསྐུར་བྱས་ནས་ཤོད་དུ་བཅུག་པ་དང་མཐར་རང་ཉིད་ངོ་མས་བཙན་པོ་ལ་ཞུས་པར་བརྟེན། ཁོ་ནི་བྲན་ཁ་ལ་ཆ་ཡོད་རྒྱུས་ཡོད་ཁྱད་ཤུལ་དེ་ཡིན་པའི་བཙན་པོ་ཡང་དོགས་པ་མི་ཟ་ཀ་མེད་བྱུང། གྲོང་པོ་ཞིག་ན་སྦས་སོགས་བློན་པོ་ཁག་ཅིག་གིས་གཉའ་ཟོང་གི་སྟངས་ལ་ཡིད་ཆེས་བྱེད་པ་དང། འབྲོག་ལ་སོགས་པ་བློན་པོ་མང་པོ་ཞིག་ཡིད་ཆེས་དེ་ཙམ་མ་བྱུང་ཡང་གང་ལྟར་བྲན་གྱི་དབང་ཤུགས་ལ་དགའ་པོ་མེད་པ་གཅིག་མཚུངས་ཡིན་པས། ངུ་སྨོད་པ་དང་ཡིད་ཤ་བ་དུས་མཉམ་པའི་དཔེ་ལྟར་གྱུར་ནས་བྲན་ཀ་ལ་རྒྱབ་ཤོར་བྱེད་མཁན་མ་བྱུང། བན་དེ་མ་ཡིན་པའི་བློན་པོ་ཚོས་བྲན་དཀའ་ལ་རྒྱབ་ཤོར་མི་བཟད་པ་མ་ཟད་བཅོམ་ལྡན་འདས་ཀྱི་རིང་ལུགས་པ་རྣམས་ཀྱང་ལ་ལ་ནས་གསང་ཡིག་མཁན་པོ་ལ་འཇིགས་པ་དང། ལ་ལས་ནི་བདེན་རྫུན་གང་ཡིན་མི་ཤེས་པའི་དོན་མེད་ལག་མགོ་རྡོལ་བར་སྐྱུར་འདོད་མེད་ནས། ཁ་དྲང་མཁན་མ་བྱུང་སྟབས་བྲན་དཀའི་གནས་ཚུལ་ཡག་པོ་མེད་པ་མཐོང་ནས་བྲོས་བྱོལ་ལ་སོང། རྒྱུ་མཚན་དེས་བཙན་པོ་དེ་བས་དོགས་པ་ཆེར་བཟོས་ཏེ་བྲན་དཀའ་འཚོར་ཏེ་ངེས་པར་དུ་ཁྲིམས་གཅོད་ནན་པོ་གཅོད་དགོས་པའི་བཀའ་ཕབ་པ་དང། རྦད་ཀྱིས་བཙན་པོའི་བཀའ་དང་དུ་བླངས་ནས་བྲན་དཀའ་འཇུ་བཟུང་གིས་དབུ་ལ་སྐྱག་གཟེར་བརྡུངས་ནས་བཀྲོངས། ཕྱིས་སུ་སྦས་ཀྱི་བྲན་ཀ་ལ་མ་ཉེས་ཁོར་ཡུག་བྱུང་བར་ཤེས་ཀྱིས་སྡིག་གཞུང་འཁྱེར་དུ་ལྷ་ཁང་བཞེངས་ནས་མཐོ་ཤོག་ཀྱང་བཞེས་ཡོད་ཟེར། བྲན་ཀ་དཔལ་ཡོན་མེད་པར་བཟོས་པ་ནི་ཞི་བདེ་དང་ལྷིང་འཇགས་ཤིག་གཏན་ནས་མ་བྱུང། ཕྱོགས་དཀྱིལ་ནས་བཙུན་མོ་རང་ཞིག་བརྒྱབ་པ་ནས་བཟུང་བཙན་པོའི་སྙུག་གི་གྱེས་རྡུལ་ལ་ཞུམ་པ་དང་ཕྱོགས་དཀྱིལ་ནས་བློན་པོའི་ཁྲོད་ན་དབང་ཁྱིའི་འཐབ་རྩོད་གསར་པ་ཞིག་མགོ་བཙུགས་ཏེ་ཆོས་ཞིག་ངག་སོན་གྱི་གནས་སྟངས་ཛ་དྲག་ཏུ་གྱུར། ཉར་བཟུང་གིས་བཙན་པོ་ལ་སྤྲེལ་ལད་འཕྲད་པ་དང་ཁྱུ་ཤོག་གྱི་མི་སྣ་བརྒྱུད་སྐོར་གྱིས་རང་ཉིད་བན་དེ་བཀའ་ཆེན་མོ་ཆགས་རྒྱུར་བརྩོན་ལེན་བྱས་ཤིང། ཁྱིམ་རྒྱུད་འཛིན་པའི་བློན་པོ་རྣམས་ཀྱིས་ཡང་བསྐྱར་བན་དེ་བཀའ་ཆེན་མོ་ཞིག་མཐོང་འདོད་མེད་པས་ཕྱོགས་གཉིས་བར་འགལ་ཟླ་ཆེན་པོ་ཆགས། མཐར་བཙན་པོས་བཙུན་མོའི་འདས་མཆོད་མ་ཚར་བར་དུ་གནས་སྐབས་དེ་ཡི་སྐོར་བཤད་མ་ཡོང། ཞེས་གསུངས་པ་ལས་བློན་པོ་ཚོས་གོ་སྐབས་སུ་བཟུང་སྟེ། ཉེན་ལྗོངས་ཞང་འབུད་ཁོ་ནར་བྱེད་པ་དང། དམིགས་བསལ་སྲིད་བློན་འགྲོ་ཡི་འགོག་པ་མཐའ་གཅིག་ཏུ་བརྒྱབ་པ་ལས་ཉར་བཟུང་གི་ཐོག་མའི་དམིགས་ཡུལ་ལྟར་མ་འགྲུབ་པའི་བློན་པོ་མང་པོ་ཞིག་དང་ལྷག་པར་འགྲོ་ལ་འཁོན་འཛིན་ཆེན་པོ་བསྐྱངས། རིང་པོར་མ་ཐོགས་པར་བཙན་པོ་དགུང་དུ་བཞུགས་པ་དང་ཉར་བཟུང་གིས་བཙན་པོ་ནི་འགྲོ་ཁྲི་སུམ་བརྒྱའི་རྟ་ནང་གི་སྤྲུངས་པ་རེད་ཅེས་ཉེས་འཛུགས་བྱས། བཙན་པོའི་འདས་མཆོད་སྒྲུབ་སྟངས་དང་ཁྲི་དར་མ་བཙན་པོ་བསྐོ་ཕྱོགས་དེ་དབུས་ཀྱི་འདུལ་འཛིན་ལྷན་ཚོགས་ཀྱི་སྐབས་སུའང་དེའི་སྐོར་རྩོད་གླེང་རིམ་པ་ཞིག་བྱས་པ་དང། མཐར་དམིགས་བསལ་གྱི་འདུན་མ་བྱུང་བ་ཐེངས་འགའ་བསྡུས་ནས་ཞིབ་འཇུག་བྱེད་རྒྱུ་ཐག་བཅད། ཉར་བཟུང་གིས་དེང་སང་བཙན་པོ་སྐུ་གཟུགས་ཇེ་དྭངས་ལ་འགྲོ་བཞིན་ཡོད་ཀྱང་སྲིད་བློན་འབྲོག་བཙན་པོའི་གཟིམ་ཆུང་དུ་འཛུལ་ནས་ཕྱིར་བཏོན་སྐབས། བཙན་པོའི་དབུ་རྟགས་རྒྱབ་ཡོར་ནས་དྲོངས་འདུག་ཅེས་བཤད་པ་དང། འགྲོ་ཡིས་ང་རང་བཙན་པོའི་བོན་ཆེན་བཏང་ནས་ཤོག་གསུངས་པ་ལྟར་དུ་འགྲོ་སྐབས་བཙན་པོ་དྲོངས་ཚར་འདུག་ཅེས་རྩོད་ལན་བཏབ། འོན་ཀྱང་རྟག་པར་བཙན་པོའི་རལ་པའི་དར་སྣེ་ལ་བཞུགས་ནས་ཞབས་བརྟན་སྒྲུབ་མཁན་བན་དེ་རྣམས་ཀྱིས་ཀྱང་མཁན་པོ་ཉག་བཟང་གིས་བཤད་པ་ལ་བདེན་དཔང་བྱེད་ཀྱི་ཡོད་པ་དང། འགྲོ་ཡིས་བཙན་པོའི་བོན་ཆེན་ཡང་བསྟན་གྱི་མ་རྙེད་ཅིང་བཙན་པོ་དྲོངས་ཉིན་འགྲོ་ངུ་བཞིན་ཕོ་བྲང་ནས་ཕྱིར་ཡོང་བ་དང། སྦས་སྐྱོང་སྙིང་པོ་དེར་སླེབས་པ་དུས་མཉམ་པ་བསྐྱེད་ལས། འགྲོ་ལ་མི་དང་དངོས་པོའི་སྤངས་རྟོགས་གང་ཡང་མེད་པའི་ཁར་སྐྱེས་རྒྱ་ཡོད་ཀྱང་རྒྱུ་མཚན་འདང་ངེས་ཤིག་ཤེས་མི་ཐུབ་པ་གྱུར། ཕྱོགས་གཞན་ནས་བཙན་པོ་ཁྲི་དར་མ་འགྲོ་ལ་དགའ་པོ་མེད་པ་ཀུན་གྱིས་ཤེས་གསལ་ཡིན་པ་དང། འགྲོ་མེད་ན་སྦས་དང་ཚེ་སྤོང་གང་རུང་ཞིག་སྲིད་བློན་ཆགས་རྒྱུ་ཡིན་པ་ས་རིས་མཐོང་གསལ་ཡིན་སྟབས། བློན་ཚོགས་སུས་ཀྱང་འགྲོ་ལ་བདེན་རྒྱབ་བྱེད་མ་ཕོད་པར་ཁྱེད་སྙན་གྲགས་ཅན་གྱི་སྲིད་བློན་འགྲོ། ཁྲི་སུམ་བརྒྱའི་རྟགས་སྣང་ལ་བཙན་པོ་བཀྲོངས་པའི་ཉེས་འཛུགས་འོག་གཅོད་ཕུབ་ནས་བཀྲོངས། ཁྲི་དར་མ་འབྲོ་ལ་མི་དགའ་བའི་དོན་ནི་སྔར་ར་བར་གྱི་ཁྲི་ལ་བསྐོས་པའི་སྐབས་འབྲོ་ཡིས་དར་མ་མཐོང་མཚམས་སུ་ཕེབས་དགོས་པའི་གྲོས་མགོ་བཏོན་མྱོང་བས་ཡིན། འོན་ཀྱང་སྦས་ཀྱིས་བཙོང་མ་མཐོང་མཚམས་སུ་ཕེབས་དགོས་པའི་གྲོས་མགོ་བཏོན་པ་དང་སྐབས་དེ་ཡི་སྲིད་བློན་ནི་སྦས་མོང་རྒྱལ་ལྷ་ལོས་ཡིན་པས་འབྲོ་ཡི་འདོད་ཐོག་ཏུ་འགྲོ་ཐུབ་མེད། ཁྲི་དར་མ་འུ་དུམ་བཙན་ཁྲི་ལ་འཁོད་ཅིང། སྦས་སྟག་ཉག་ལ་སྲིད་བློན་གཙར་བའི་རྗེས་སུའང་ཉག་རྫོང་གིས་མུ་མཐུད་ཁྱུ་ཤོག་ཀྱི་མི་སྣ་ཕེབས་བྱས་ནས་བན་དེ་ཀ་ཆེན་མོའི་ལམ་ལུགས་ཤར་གསོ་བྱེད་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་པ་དང། ཉག་རྫོང་གི་སྔ་ཕྱིའི་བྱེད་སྟངས་མང་པོ་ཞིག་ལ་སྲིད་བློན་སྦས་ཀྱིས་ཀྱང་དོ་སྣང་བྱེད་པའི་འགོ་བཙུགས། ཉིན་ཞིག་སྲིད་བློན་གྱིས་སྐྱོ་རོགས་ལ། བཙན་པོ་གྲོང་ཁར་བོང་ཆེན་གྱི་རྔ་པའི་དབང་དུ་གཏོང་ནའང་སྦས་ལ་སྔོན་དུ་སླེབས་དགོས་པ་དང། བོང་ཆེན་སོ་སོར་གཏོང་ཡང་ས་ཐག་རིང་ཐུང་དབང་གིས་འབྲོག་རྗེས་སུ་འབྱོར་དགོས་ཚོད་ལ། འབྲོག་སྔོན་ལ་སླེབས་ནས་མར་ཡོང་བ་དང་གཞི་ནས་ང་རང་ཉིད་སླེབས་དོན་གང་ཡིན་ནམ། འདི་ལ་ལྐོག་ཇུས་ཤིག་མེད་དམ་སྙམ། ཞེས་བཤད་པ་དང་སྐྱུག་རུས་བཅངས། གལ་སྲིད་འབྲོག་ལམ་འོག་བོང་ཆེན་ཞིག་འབྱོར་ཡོད་ན། ཁབ་ས་སྟེང་ལ་འཛུལ་བ་ལྟར་དུ་སློག་འགྲོ་བ་འདི་ངོ་མ་ཡ་མཚན་པོ་རེད། ཀྱིས་བཤད། སྲིད་བློན་གྱི་བསམ་བློ་གཏོང་རིམ་བཞིན། བྲན་དཀར་གྲོང་ཁྱེར་ལ་ཡང་དོགས་པ་བཟོས་ཏེ་མངོན་གསལ་མེད་པའི་ཐོག་སྦས་ཀྱི་རྟོག་རྒོལ་མང་མི་འགའ་ཞིག་རབ་བཞུགས་བྱེད་རྒྱུར་ཁ་གཡར་ནས་བསམ་ཡས་དང་ཡེར་པར་མྱུལ་ཞིབ་བྱེད་དུ་མངགས། མྱུལ་ཞིབ་པ་ཡེར་པར་ཕྱིན་ནས་ཞིབ་འཇུག་བྱེད་སྐབས་ཕྱི་ཚུལ་ནི་དགོན་པ་རྒྱ་ཆེ་ལ་གྲྭ་ཚོགས་མང་ཞིང་དུང་བ་འདྲེན་པ་ཞིག་ཡོད་པ་དང་རྒྱ་ཧོར་གྱི་གཞི་བདག་མང་ལ་སྟོབས་འབྱོར་ལོངས་སྤྱོད་ཧ་ཅང་ཆེ། མི་ཚོགས་ཀྱང་ནམ་རྒྱུན་གྱི་ལྷ་ས་དང་འདྲ་བ་ཤིན་ཏུ་མང་པོ་ཡོད་པ་མཐོང། མུ་མཐུད་ཞིབ་འཇུག་བྱེད་སྐབས་ཧང་སངས་དགོས་པ་ཞིག་ནི་ཡེར་བུའི་བྲག་ཕུག་ཁག་ཅིག་གི་ནང་མཚོན་ཆ་མང་པོ་ཞིག་སྦས་སྐུང་བྱས་ཡོད་པ་དང། འབུད་སྡོང་ཁ་ཤས་ནང་ཉིན་མཚན་མེད་པར་མཚོན་ཆ་བཟོ་སྐྲུན་བྱེད་བཞིན་ཡོད། རབ་བྱུང་གི་ཆེས་དྲེགས་པ་ཕར་ཆེ་བ་ནི་གཟན་ཤམ་ཕུའི་ནང་འཛིང་ཆོག་ཆོག་གི་གསང་བའི་དམག་མི་གཞོན་དར་ཅན་ཤ་སྟག་ཡིན་པ་དང། ཁོང་ཚོ་ཉིན་མོར་རབ་བྱུང་ཡིན་མདོག་བྱེད་པ་དང་མཚན་མོར་ཁྱང་འཐུང་བཞིན་དྲོ་རྩར་བཞོན་བཞིན་ཡོད། དེ་ཚོའི་ཁོངས་སུ་ཆོས་ལ་གནག་ཅིང་བཙན་པོ་ལ་མི་དགའ་བའི་ཨ་ཞང་དང་སུམ་པ། གླང་ཁམས་པ། ཧོར་དང་གྲུ་གུའི་མི་ཡང་ཡོད་པ་དང། ས་ཕྱོགས་འདྲ་མིན་ནས་སླེབས་ཡོང་བའི་ཇག་ཚོགས་ཀྱང་མི་ཉུང་བ་ཞིག་ཡོད་པར་བཤད། ཁོང་ཚོའི་འཆར་གཞི་དང་དམིགས་ཡུལ་གཙོ་བོ་ནི་པུ་རྒྱལ་གྱི་སྲིད་དབང་བཟུང་རྒྱུ་དེ་ཡིན་པ་དང་དེ་ཡང་སྒོས་སྒར་གཞུང་ཚེ་གྲོགས་པའི་ལངས་ནས་སྲིད་དབང་འཕྲོག་རྩིས་ཡོད་པ་དེ་རེད། ད་དུང་དགོན་པ་གཞན་མང་པོ་ཞིག་ཏུའང་རབ་བྱུང་དུ་བརྫུས་པའི་ཁུངས་ཚུལ་སོ་མྱུར་མང་པོ་ཡོད་པར་བཤད་པས་བཙན་པོ་དང་སྲིད་བློན་གཉིས་འབུཧང་སོང་བར་གྱུར། སྲིད་བློན་གྱིས་ཟེར་ན། སྔོན་ལ་ཉར་བཟང་ཕོ་བྲང་དུ་སྐད་བཏང་སྟེ་འཇུ་བཟུང་བྱེད་རྒྱུ་དང་དེ་ནས་བསྟན་བཞི་ཁག་གཙང་མ་བཟོས་ན་ཡག་ལུགས་བཤད་ཀྱང་དར་མས་ཟེར་ན། གལ་སྲིད་ཉར་བཟང་ལ་རྫི་ཕོ་བཞིན་ང་ཚོའི་ལག་པར་གང་ཡང་ཐེབས་རྒྱུ་མིན་སྟབས་སྔོན་ལ་ཡལ་བར་སྤོ་འཇུག་གིས་དམ་བསྒྲགས་སྔོག་བཤེར་བྱེད་རྒྱུ་དང་དེ་ཡང་གསང་བའི་ཐོག་གློ་བུར་དུ་སྒོར་རྡུང་བྱས་ན་ཉར་བཟང་ཡང་གྲོལ་ཐར་ཐབས་མེད། ཀྱེ་ཞེས། མཐར་བཙན་པོའི་བཀས་བཀོད་ལྟར་བྱེད་ཀྱི་ཐག་བཅད་པ་དང་ཇི་ཙམ་གྱིས་ཤེས་མཁན་ཉུང་ན་དེ་ཙམ་གྱིས་དགེ་མཚན་ཁྱེར་སྟབས་བློན་པོ་མང་པོ་ཞིག་ལའང་གསང་བ་བྱས་ཏེ་སྲིད་བློན་གྱིས་དབུར་དམག་བསྒར་ནས་ཧྲག་སྒྲུག་འཕྲུལ་དམག་གསུམ་བཏང་ནས་གློ་བུར་དུ་ཡལ་བ་ལ་ཕར་རྒོལ་བྱས། འོན་ཀྱང་ཡེར་པི་རི་རྩེ་དང་བཙན་ས་ཁོ་སྔ་ས་ནས་སྲུང་སྐྱོབ་དམ་པོ་ཡོད་པའི་ཁར་འཁྱིལ་བ་ལ་མི་སྐྲག་པའི་བཅའ་ཁྲིམས་མང་པོ་ཞིག་བསླེས་ཡོད་པ་དེ་དག་ལ་པྲོག་རྩར་མཁས་པོ་ཡོད་སྟབས་ཁོང་ཚོས་གཟན་ཤམ་ཕུད་ལོང་མ་བྱུང་བའམ་ཁྱད་དུ་ཉེ་བ་གང་ལྟར་ཡང་གཟན་སྐེད་པར་དཀྲིས་ཏེ་རྒོལ་ལན་སློག་པའི་ལམ་སེང་ལེན་མ་ཐུབ། མཐར་གཞུང་དམག་ལ་དམག་སྣོན་འབྱོར་སྟབས་མང་ནད་ཉུང་གིས་མ་བསྟེན་པར་ལ་ལ་རང་སྲོག་བཅད་པ་དང། ལ་ལས་མགོ་བཏགས་ནས་ཉིན་གཉིས་པར། ཡར་བར་ལན་ཐུབ་ཙམ་བྱུང་ཡང་གཞུང་དམག་ལྔ་སྟོང་ཙམ་གྲོངས་ཤིང་མི་སེར་དཀྱུས་མ་ཡང་སྟོང་ཕྲག་འགའ་རེ་རང་སྲོག་ཤོར། ཡར་བར་གླིང་ལོག་གི་དོན་རྐྱེན་དེའི་ནང་ངོ་ལོག་པ་འཁྲིད་ཀྱི་ལག་རྩལ་མི་བཟོད་པ་དང། ཕྱོགས་མཚུངས་ས་གནས་གཞན་དང་དགོན་སྡེ་གཞན་དག་ལའང་དམག་དཔུང་བཏང་ནས་ངོ་ལོག་པ་འཇུ་བཟུང་དགོས་པའི་བཀའ་ཕབ། ངོ་ལོག་པ་རྣམས་ཀྱིས་ཀྱང། རབ་བྱུང་གི་ཁྱད་ཆོས་ཡོད་པས་རབ་བྱུང་དངོས་གནས་དང་རྫུན་མི་དབྱེ་བ་འབྱེད་དཀའ་བར་བརྟེན་རབ་བྱུང་རྫུན་མ་དེ་ཚོས་ཁྱོད་མཐོང་གི་ཡོད་སྟབས། རབ་བྱུང་གི་ཁྱད་ཆོས་དེ་ཁྱོད་མཐོང་བ་མཐོང་ཐོས་དོགས་གསུམ་བྱུང་ཚེ་འཛིན་བཟུང་བྱེད་དགོས་པ་དང། བཙུན་པས་ཁྱོད་མཐོང་བའི་གཟུགས་བརྙན་བྲིས་ཏེ་དེ་ལྟར་མཐོང་ཚེ་སུས་འཛིན་བཟུང་བྱེད་པ། དེ་ཡི་བྲན་དུ་ཉར་ཆོག་པའི་བཀའ་རྒྱ་བདག་ཆབ་གང་སར་གཞལ་འགྲེམས་བྱས། རབ་འབྱོར་གྱིས་རང་གི་འོ་མ་ཉར་བཟུང་ལ་ལྷ་བཞག་མང་པོ་བརྒྱབ་ཀྱང་མ་ཉན་སྟབས། ཡར་བབས་དང་ཁ་བྲལ་ཏེ་ཁྱོ་བོ་རེ་ལ་ཤི་ཟིན་པ་ལྟ་བུ། རབ་གཞུང་རྣམ་དག་མང་པོ་ཞིག་སྔར་ནས་དགོན་པར་གནས་ཐུབ་མེད་ཀྱང། ངོ་ལོག་སྒྲིག་འཛུགས་ཀྱི་གསང་བའི་དམག་མིས་རབ་གཞུང་དུ་འཛུལ་ཏེ་དགོན་གནས་མང་པོར་བཙན་བཟུང་བྱས་ཡོད་པས་དེ་དག་བསྐྱངས་སྐབས་དགོན་སྡེ་མང་པོ་ཞིག་ལ་གཏོར་ཤོམ་ཕོག་པ་ནི་བཤད་མ་དགོས། ད་དུང་ངོ་ལོག་པ་ཚོས་རབ་བྱུང་གི་ཆས་སྤྲས་ནས་གཞུང་མང་མང་པོ་བསད་པ་དང་མི་སེར་འཇུས་ཏེ་རྟ་མ་ཉར་བ་སོགས་གདུག་རྩུབ་ཆེ་བའི་བྱེད་བབས་ལས་རབ་བྱུང་གི་ཆ་ལུགས་སྤྲས་པ་ཙམ་གྱིས་ཁོང་ཁྲོ་སློང་བའི་དུས་སྐབས་ཤིག་བྱུང་བར་བརྟེན་རབ་བྱུང་གནང་བདག་མང་པོ་ཞིག་གི་སྲོག་ཀྱང་གཞུང་དམག་གི་ལག་ཏུ་ཤོར། ལོ་གཅིག་གི་རྗེས་སུ་རྩ་བའི་ཆ་ནས་ངོ་ལོག་ཤོག་ཁག་གཏོར་ཕམ་བཏང་ཟིན་ཡང་མཁན་པོ་གཉའ་བཟང་གསོན་པོར་འགྱུར་མ་ཐུབ་པ་མ་ཟད་ཤི་བའི་རོ་ཡང་ང་ངོ་ཤེས་པ་ཞིག་རག་མེད། འོན་ཀྱང་ཉར་བཟང་ཤི་འདུག་ཟེར་མཁན་དང་ངས་བསད་པ་ཡིན་ཞེས་བྱ་དགའ་ཞུ་མཁན་མང་པོ་བྱུང་བ་དང། དབུས་རིགས་སྟོང་དཔོན་ཞིག་གིས་ཀྱང་ཁོ་པས་ཉར་བཟང་བསད་ཀྱང་ལམ་བར་ནས་མགོ་བོ་ཕྱིར་ཁུར་འདུག་ཅེས་སྙན་སེང་ཞུས་པ་ལ་ཡིད་ཆེས་བྱས་ཏེ་ལྷོད་གཡེང་ཤོར་འདུག་ཟེར། དེ་ནས་བཟུང་དམངས་ཁྲོད་དུ་དཀྲོག་གཏམ་མང་པོ་ཞིག་ཁྱབ་བརྡལ་ཕྱིན་པ་དང་ཐེངས་ཤིག་ཚོང་འདུས་ཆེ་ས་ཞིག་ན་མི་ཕོ་སྟོབས་ཆེན་ཞིག་གིས་སྐད་ཆེན་པོས། ད་ལྟ་དགོན་པ་གཏོར་མཁན་དང་རབ་བྱུང་གསོལ་མཁན་ཡང་སྦས་རེད། ཆོས་རྒྱལ་རགས་པ་ཅན་བཀྲོངས་མཁན་ཡང་སྦས་རེད། སྐད་གྲོགས་ཅན་གྱི་སྲིད་བློན་འགྲོ་ཡང་སྦས་ཀྱི་བཀྲོངས་ནས་རང་ཉིད་ཀྱི་སྲིད་བློན་བྱས་པ་རེད། ཀྱིས་འཚེར་སྣང་གང་ཡང་མེད་པར་ཤོད་བཞིན་ཡོད། གནས་ཚུལ་དེ་སྦས་ཀྱི་རྟགས་འགོད་མང་གི་ཤེས་ཀྱི་མི་དེ་རྩ་ནས་འཇུ་བཟུང་བྱས་པ་དང་འདྲི་རྩད་བྱེད་སྐབས་ཁོས་གནས་ཚུལ་ཚིག་གིས་མ་བཤད་ཀྱང་དེ་སྔོན་ཡལ་བར་རབ་ཏུ་བྱུང་ནས་བསྡད་མྱོང་ཡོད་པར་ཤེས། འོན་ཀྱང་ཁོ་ཚོ་ཁ་ཤས་ཤིག་གིས་སྡུག་ནད་མ་ཐེག་པར་ངན་སྨོད་བྱས་པ་ཙམ་ལས་བདེན་པ་ནི་ནམ་ཡང་རྫུན་དུ་མི་འགྱུར་ལ། གཙོ་བདག་ཉག་རྫོང་ཡང་སྲིད་ཟིན་པའི་སྒྲིག་འཛུགས་ཀྱི་རང་བཞིན་ལྡན་པའི་སྟོབས་ཤུགས་ཀྱང་གང་ཡང་མེད་སྙམ་ནས་དེ་ཙམ་གྱིས་དོ་སྣང་མ་བྱས། བཙན་པོ་ཁྲི་དར་མ་འུ་དུམ་བཙན་ལ་མཚོན་ན་ཡེར་པའི་དོན་ཆེན་ཞི་འཇགས་གཏོང་བ་དང་ཆབས་ཅིག་ཏུ་དམག་དཔུང་ཕྱི་དང་མཐའ་ཡི་ཁྲོམ་ཁ་རྣམས་ཉམས་གསོ་བཅོས་སྒྲིག་བྱེད་རྒྱུར་ཤུགས་རྒྱག་བཞིན་ཡོད་ལ། མེས་པོ་གོང་མ་རྣམས་ཀྱི་ཡིག་ཚང་དང་རྡོ་རིང་གི་ཡི་གེ་ཚོན་ལ་ཞིབ་འཇུག་གིས་སྤུ་རྒྱལ་བཙན་པོའི་རྒྱལ་རབས་དེ་སྔར་ལས་ལྷག་པ་ཞིག་བྱས་པར་བྲེལ་བཞིན་ཡོད། འོན་ཀྱང་སྟབས་མ་ལེགས་པ་ཞིག་ལ། བཙན་པོས་རྡོ་རིང་གི་ཡི་གེ་ཀློག་པའི་སྐབས་དང་བསྟུན་གློ་བུར་དུ་སྔགས་ཆས་བྲིས་པའི་མི་ཞིག་གིས་ཀུན་ད་བརྒྱབ་ནས་བཀྲོངས་པ་ལས། མེས་པོ་གོང་མ་སུ་ལས་ཀྱང་ལྷག་པ་ཞིག་བྱེད་རྒྱུའི་ཚབ་ཏུ་མེས་པོ་གོང་མས་བཙུགས་པའི་བཙན་པོའི་རྒྱལ་རབས་ཧྲིལ་པོ་རྩ་མེད་དུ་འགྲོ་བའི་འགོ་ཚུགས། དཀོན་དགྲ་རྒྱག་མཁན་ནི་གཉའ་ཟུང་ཡིན་པའི་ཚོད་དཔག་བྱས་པ་ཙམ་ལས་ལག་དམར་བ་འཇུ་བཟུང་མ་ཐུབ་སྟབས་དངུལ་གྱི་དཔང་རྟགས་གང་ཡང་མེད། རྒྱུ་མཚན་དེས་ནག་བཙོན་གཉིས་ཀྱིས་དགོན་པ་དང་ལྷ་ཁང་མང་པོ་ཞིག་ལ་སྔོ་བཤེར་གྱིས་སླར་ཡང་གཏོར་ཞེན་གང་འཚམས་རེ། དར་ལ་སྐམ་པོ་བཅས་ཁྱིམ་ལ་ཐོག་བཙན་བྱས། གནོད་སྦྱིན་བུ་ལུས་སུ། གང་བུ་ལུས་རེད་གནོད་སྦྱིན་བུ་ལུས། བུ་ལུས། བུ་ལུས་ཕ་ཞིག་གི་བུ་ལ་དྲང་པོ་ལས། དེ་ནས་གནོད་སྦྱིན་གང་བཟང།

ཨ་ནི་ད་ག་ཞིག་ག་སོགས་རེ་མི་ཤེས་བཙན་གྱིས་རེ་བ་བྱས་ད་བཀྲོངས་སང་འདི་པའི་དྲེགས་པ་སྐྱེས་ནས་ཨ་ནི་ཁོང་གི་པའི་ད་ག་ལ་ད་ཁོང་འདི་གླང་དར་མས་བཀྲོངས་སང་གླང་དར་མ་ད་གླང་དར་མའི་བློན་པོ་ཚོས་བཀྲོངས་སང་ད་ཁོང་དྲེགས་པ་སྐྱེས་ནས་ཨ་ནི་པའི་ག་སོགས་རེ་བོད་ཀྱི་བཙན་པོའི་རིགས་དེ་ག་དེ་ཚང་མ་མེད་པ་སོ་བས་ཁོང་གི་འདི་ཅི་གནང་ག་འདྲ་ག་འདུག།

རྒྱལ་རབས་ཆེན་མོ་ནས་ཤུལ་བའི་ཡིན་གསུང་ཡང་ཅིག། བདུན་ཅུ་རིན་པོ་ཆེས་མཛད་པའི་རྒྱལ་རབས་འདི་ན་འདི་འདུག། འདི་ཚིགས་བཅད་མ་ཞིག་ལ་རེད། ཨ་ནི་འདིའི་ནང་དུ་ཨ་ནི་ལྷ་འདི་རྒྱལ་པོ་འདི་ནི་འདི་ནས་འདི་ག་ཡོད་པའི་རྒྱལ་རིགས་འདི་ག་རུ་རུ་སུ་ཁོང་དགུན་སྐྱབས་བཅས་འདི་འདྲ་ཨ་ནི་རྗེའི་དགུ་ལ་བཅུ་གསུམ་ཟེར་མིང་བཏགས་དགོས་ཡ་དེ། ད་བོད་ཀྱི་སྔ་མོའི་ག་སོག་ར་རྒྱལ་པོའི་རིགས་ཀྱི་དམྱལ་བ་ཉེ་དུས་དུ་སྐྱེས་པ་ཚང་མ་ལ་ལྷ་འདི་ག་འདི་སྐྱབས་ནི་ཨ་ནི་དེང་ག་དཔལ་ག་ཡོན་ཏན་གྱི་སྣོད་སྐྱེས་མ་ཐུབ་པ་ཡིན། ཚེ་སངས་རྒྱས་གུ་ལག་བཅུ་གསུམ་གྱི་མིང་བཏགས་ཡག་དེ་འདི་འདྲས་ཡིན་ཟེར་བཤད་ནས་ཁ་གསལ་འདུག་ཁ་སང་སུ་ཞུས་པ་ཡིན་ད། རྗེས་མ་འདི་ག་སོག་རེད། བྱོས་ཀྱི་བོན་དགྲ་ཨ་ཏི་ཤ་ཕལ་བའི་སྒང་ལ་བན་བོན་ནང་ལ་ཡང། ལྷ་དེ་འཚུབ་ཅིག་བསྟན་ཤག། དེ་བྲང་ཁ་པད་ཀ་ཡོན་ཏན་གྱི་འཚུབ་ཅིག་བསྟན་ཨ་འདི་ཚང་གནས་ག་སོག་རེད་གཏམ་འདྲི་ཤ་གནད་གོས་ཅན་གྱི་ཨ་ནི་གོ་ནས་ཨ་ནི་འདི་ནང་འདུག་ག་སོག་རེད་དམ་མདོག་ནང་ཤག་ཨ་ནི། བས་གནོད་འཚེ་བྱེད་རྒྱུ་མེད་པའི་དམ་མདོག་ནང།